སྡུག་བསྔལ་མ་ལུས་འདག་ལྟའི་འདོད་ལས་འབྱུང། རྫོགས་པའི་སངས་རྒྱས་གཞན་ཕན་སེམས་ལས་འཁྲུངས། དེ་ཕྱིར་བདག་བདེ་ཞིང་གི་སྡུག་བསྔལ་དག། ཡང་དག་རྗེས་དབང་རྒྱ་སེ་ལག་ལེན་ཡིན། ཞེས་གསུངས་པའི་གི་རྩ་བ་དེ་གི་ད་དོན་དག་རྡོག་རྡོག་དེ་གར་བསྟན་གི་འདུག་ཟེར་ན་རོ། དེ་ང་རང་ཚོ་གི་མི་ཚེ་ནང་ལ་ཅིག་སྡུག་བསྔལ་རྐྱང་རྐྱང་འབྱུང་དེ་དང་རོ་སེམས་དང་ལུས་ཐོག་ལ་ད་ཅིག་མི་བདེ་བ་དང་མ་འདང་བ་དང་མ་འགྲིག་པ་མང་པོ་ཞིག་བྱུང་བདེ་བ་དེ་ག་རེ་ལྟོས་ནས་བྱུང་གི་ཡོད་རེད་ཟེར་ན། ང་རང་ཚོ་གིས་ད་ཅིག་སོ་སོ་ང་གཅིག་པུ་ང་རང་ཡག་པོ་ཆགས་ཀྱི་འདུག་ང་ཡག་པོ་སྒུག་གི་འདུག་ང་གཅིག་བྱ་དགོས་འདུག་ཟེར་ནས་སོ་སོ་རང་གཅེས་འཛིན་ཤུགས་ཆེ་དྲགས་ནས་དེ་ནས་འདི་ལ་བརྟེན་ནས་ཨ་ནི་བྱུང་གི་ཡོད་རེད། ཨ་ནི་རྫོགས་པའི་སངས་རྒྱས་འདོད་ཚུལ་དེ་དེ་བས་བདེ་བོ་བདེ་བོ་རྐྱང་རྐྱང་སྐྱིད་པོ་རྐྱང་རྐྱང་ཨ་ནི་དེ་འདྲའི་ཞིག་ནས་སངས་རྒྱས་གོ་འཕང་ཐོབ་འགྲོ་བ་དེ་ག་རེ་ལ་བརྟེན་ནས་ཐོབ་ཀྱི་ཡོད་རེད་ཟེར་ན། གཞན་སེམས་ཅན་གྱི་དོན་བྱེད་པ་ལ་བརྟེན་ནས་གཞན་སེམས་ཅན་ལ་ཕན་བཏགས་པར་བྱེད་པ་ལ་བརྟེན་ནས་ནི་སངས་རྒྱས་གོ་འཕང་ཐོབ་སོང་བ་རེད་ཟེར་ལ་རེད། རྒྱུ་མཚན་དེ་ལ་བརྟེན་ནས་ཨ་ནི་གར་བྱེད་དགོས་རེད་ཟེར་ལ་ན། ད་ཁྱོད་རང་བདེ་བ་ཐོབ་འདོད་ཡོད་ཁྱོད་རང་ཡོད་རུང། གར་བྱེད་པར་ད་སྐྱིད་པོ་ཆགས་འདོད་ཡོད་ན། ཨ་ནི་རང་གཅེས་འཛིན་མ་ཡོང་བར་བྱས་ནས་གཞན་སེམས་ཅན་ལ་ཕན་བཏགས་པར་བྱེད་དགོས་རེད་གཞན་སེམས་ཅན་ལ་བདེ་བ་སྤྲད་དགོས་རེད་ཟེར་ལབ་ཀྱི་རེད་ད། ད་བདེ་བ་དེ་ག་འདྲས་ཅན་སྤྲད་དགོས་རེད་ཟེར་ལབ་དེ་ཨ་ནི་བདག་གཞན་བརྗེ་བ་སྒོམ་དགོས་རེད་ལབ་རེད་བ། རྫོགས་པའི་སངས་རྒྱས་ལྟར་འདས་ཕྱིར་བདག་གིས་བྱིན་གྱིས་གདུང་བ་ལ་ཡང་དག་བྱེད་བར་གལ་སྲིད་བསླབ་པ་ཡང་དག་ཡང་དག་བྱེད་བར་ཟིན་ན་བདག་བྱིན་གྱིས་བ་བསྒོམས་ལགས་ཀྱི་ཡོད་ད་བདག་བྱིན་གྱིས་བ་དེ་ག་འདྲས་ཀྱིས་བསྒོམ་གྱི་ཡོད་རེད་ཟེར་ལ་ཡང་དུས་དེ་ནས་ང་རང་ཚོ་སྤྱི་དང་དག་ཉམས་ལེན་བྱེད་པའི་སྐབས་སུ་ལ་བདག་བྱིན་གྱིས་བ་ག་འདྲས་བསྒོམ་གྱི་ཡོད་རེད་ལབ་དུས་ཨ་ནི་དེ་ནས་བཟུང་ད་སུ་དང་པོ་དབུགས་ཀྱི་ཐོག་ལ་བསྒོམ་གྱི་ཡོད་རེད་ལ། དབུགས་ཀྱི་ཐོག་ལ་ད་དངོས་སུ་བདག་བྱིན་གྱིས་བ་དེ་ད་སེམས་ཀྱི་ཐོག་ནས་ད་སེམས་ལོ་ཏང་ཏང་གི་ཐོག་ནས་བསྒོམ་གྱི་རེད་མ་གཏོགས་ཚུལ་དངོས་སུ། ལྟར། ཕྱི་དངོས་པོའི་ཐོག་ནས་ཟླ་གཅིག་སོ་སོར་དཔེ་བྱད་ལོངས་སྤྱོད་སེམས་ཉིད་མི་ཁྱབ་པ་ཡོད་དེ། གཞན་སེམས་ཅན་ལ་སྤྲད་ན་ནི་ཡག་ཐུག་པ་ཡག་པོ་རེད་བ། འདི་མེད་ན་ནི་བདག་གཞན་བརྗེ་བ་ཞིང་གི་སྡུག་བསྔལ་དེ་ཡང་སུ་ལེན་ཡས་དང་རང་གི་བདེ་བ་དེ་ཕར་སྤྲད་དེ་ད་བདག་གཞན་བརྗེ་བ་སྒོམ་ཡས་དེ། ཕྱི་དངོས་པོའི་ཐོག་ནས་བལྟས་ས་ག་ལེ་ཁག་པོ་ཡོད་རེད་ད་གཙོ་བོ་དམིགས་པའི་ཐོག་ནས་སྒོམ། དམིགས་པའི་ཐོག་ནས་དགའ་འདོད་སྒོམ་གྱི་ཡོད་རེད་ཟེར་ན་དེ་རིང་ག་ས་ད་ཉམས་ལེན་བྱེད་སྟངས་འདྲ་བ་དེ་ག་འདྲ་རེད་ཟེར་ན། གཞན་ཕ་རོལ་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དང་ཉོན་མོངས་པ་དང་ལས་ངན་པའི་གྱི་དེ་འདྲ་ཐམས་ཅད་དེ་དུ་བ་ནག་པོ་ཅིག་གི་རྣམ་པ་ཅིག་ལ་གསལ་བཏབ། དེ་འདྲ་གི་དུ་བ་ནག་པོ་དེ་སོ་སོ་གི་དབུགས་ཡར་འཐེན་པའི་སྐབས་སུ་ལ་དེ་ནས་དུ་བ་ནག་པོ་དེ་ཡར་ཡོང་ནས་སོ་སོ་གི་དབུགས་དང་མཉམ་དུ་ལ་དེ་ནས་ནང་ལ་འཐིམས་ནས་དང་སྙིང་ག་ལ་སོ་སོ་ང། ང། ང་ལ་བའི་ང་གཅེས་པར་འཛིན་པའི་ང་གཅེས་འཛིན་གྱི་བློ་ཅིག་ཏུ་འམ། འོ་འདི་བློ་ཡི་ནང་དུ་འཐིམས་སོང་བསམ་སྟེ་ཁོང་ཚོ་གི་དུག་བསྔལ་དང་ཉོན་མོངས་པ་དང། སྟབས་མི་བདེ་བ་དེ་དག་ཐམས་ཅད་དུ་བ་ནག་པོའི་རྣམ་པ་ལོག་ནས་སོ་སོ་ཀྱི་དང་ང་གཅེས་པར་འཛིན་པའི་གཅེས་འཛིན་དེའི་ནང་དུ་ཐིམ་སོང་བསམ་པས་དང་དེ་ནས་དམིགས་པ་བསྒོམ། དེ་ནས་དམིགས་པ་བསྒོམ་པ་ལ་བརྟེན་ནས་ཁོ་ཚོ། རྒྱུད་ལ་སྡུག་བསྔལ་དམ་ཉམས་ང་རང་ལ་སླེབས་སོང་བསམ། དེ་ནས་དབུགས་གཅིག་མ། བཏང་བའི་སྐབས་སུ་ལ་དེ་ནས་དེ་ནས་སོ་སོ་ཀྱི་དང་དབུགས་འདི་མཉམ་འདུས་ལ་དེ་ནས་སོ་སོའི་ནང་གི་བདེ་བ། དང་སེམས་སྐྱིད་པོ་དང་དེ་ནས་གཅིག་དང་གང་དག་ཕན་ཚུན་ཚོགས་པ་དེ་ཐམས་ཅད་དུ་བ་དག། རླུང་དཀར་པོ་གའི་ཚུལ་ལས་ད་འོད་དཀར་པོ་གའི་ཚུལ་དུ་མ་ཕྱི་ལ་འཐོན་ནས། འོད་དཀར་པོ་ཕྱི་ལ་མ་འཐོན་ནས་དེ་ནས་ད་དེ་འོག་དེ་དག་ཐམས་ཅད་ཀྱི་སེམས་ཅན་ཐམས་ཅད་ཀྱི་ད་རྒྱུད་ལ་ཕར་ཐིམ་པར་བསམ་རོ། དབུགས་དེ་མ་བཏང་བ་ལ་དེ་ནས་ཀྱི་ད་འོད་དཀར་པོ་དེ་སེམས་ཅན་ཐམས་ཅད་རྒྱུད་ལ་ཐིམ་པར་བསམ་ལ་ད་དེ་ནས་ཁོ་རང་ཚོའི་རྒྱུད་ལ་ནི་བདེ་བ་སྐྱིད་པོ་ལྷོད་ལྷོད། ཨ་ནི། ད་ལག་ད་ཕུན་ཚུན་སོགས་པ་དེ་དག་ཐམས་ཅད་ཁོ་ཚོའི་ཐམས་ཅད་ཀྱི་རྒྱུད་ལ་ཐོབ་སོང་ཁོ་ཚོའི་ཐམས་ཅད་བདེ་བ་དང་ལྡན་སོང་ཁོ་ཚོའི་ཐམས་ཅད་ལྷོད་ལྷོད་ཆགས་སོང་ཁོ་ཚོའི་སྐྱིད་པོ་ཆགས་སོང་སྙམ་པའི་གྱི་དེ་ནས་ཀྱི་ད་བསམ་བློ་བཏང་ནས་དེ་བདག་བྱིན་གྱིས་བ་སྒོམ་ན་འགྲིག་རེད། རང་གི་བདེ་བ་ཐམས་ཅད་དེ་བར་ཏེ། གཞན་གྱི་སྡུག་བསྔལ་ཐམས་ཅད་སུ་སུ་སུ་ལེན། འོ་ད་དམིགས་པ་དེ་ནས་ཅིག་བསྒོམ་པ་ཡིན་ན་འདི་ཡང་དང་ཡང་དུ་བསྒོམ་ཡང་དང་ཡང་དུ་བསྒོམ་པ་ཡིན་ན་ཨ་འདི་བདག་གཞན་བརྗེ་བ་བསྒོམ་སླ་ཀྱོ་རེད། ད་འདུག་བྱས་ནས་ད་སོ་སོ་ཤག་ནང་ལ་འདས་ནས་ཉམས་ལེན་འདུག་ཅིག་བསྟར་ཐུབ་པ་ཡིན་ན་ཡག་པོ་རེད། ད་འདིའི་ཐོག་ནས་ཉམས་ལེན་བསྟར་མ་ཐུབ་ན་དེ་ནས་མི་ཕ་གའི་སེམས་ཅན་ཉམ་ཐག་པ་དང་དེ་ནས་སེམས་ཅན་སྤྲང་པོ་དང་དབུལ་པོ་དང་དེ་ནས་ཟས་མ་རག་པ་འདི་ད་ཕ་ཟས་སྤྲད་ནས་ད་ཁོ་སྡུག་བསྔལ་འགྲོ་གོ་འགྲོ་གོ་རྟོགས་པ་ལས་སེལ་ཐུབ་པ་ཡིན་ན། ཁོ་གྲོགས་ཁོ་ཐུགས་རྟོགས་པ་ལ་གསལ་བར་བརྟེན་ནས། ཁོ་རང་གིས་ད་སྡུག་བསྔལ་དེ་ང་རང་ལ་ལེན་པར་འདྲ་བ་ང་རང་གི་བདེ་བ་དེ་ཕར་སྤྲད་པར་འདྲ་བོ་ཅན་རེད་དེ་ཚོས་རེད། བ། དེ་ཚོས་འདི་ལྟར་འདི་ཡོད་ཡིན་ད་འདི་གི་དོན་དག་འདི། སུ་བདག་འདི་ཆེ་དབང་གིས་བདག་གི་ནོར་ཐམས་ཅད་འཕྲོག་གམ་འཕྲོག་ཏུ་བཅུག་ན་ཡང། ལུས་དང་ལོངས་སྤྱོད་དུས་གསུམ་གྱི་བ་རྣམས། བདེ་ལ་བསྔོ་བ་རྒྱ་སེ་ལག་ལེན་ཡིན། ད་དེའི་རྩ་བ་དེ་གི་དོན་དག་དེ་དངོས་གནས་དྲང་ནས་དཔེ་མི་ཤེས་ད་ཅིག། ང་རང་ཚོ་ད་ཉམས་ལེན་བྱེད་ཐུ་ཡ་མེད་བར་གི་དེ་ནི་ང་རང་ཚོ་གི་ད་བསམ་པ་ལས་འདས་པ། ང་རང་ཚོ་གི་བློ་ལས་འདས་བར་གི་ད་ཉམས་ལེན་དཔེ་མི་སྲིད། དཀའ་ལས་ཁག་པོ་དེ་ནི་ཉམས་ལེན་གྱི་སྟེང་གི་དུར་བ། ད་དེའི་ཉམས་ལེན་གི་ད་དོན་དག་ག་སྟེང་ནས་སུ་དག་ཟེར་ན་མི་ཕ་རོལ་པོ་གང་ཡང་རུང་བ་ཞིག་གིས། མི་ཕ་རོལ་པོ་ད་ཅིག་གང་ཟག་ཧ་ཅང་བི་བའི་འདོད་པ་ཆེན་པོ་དཔལ་ཧམ་པ་ཆེན་པོ། རེད་བ། དེ་འདྲ་གི་ཏེ་དཔེ་མི་བྱེད་དུ་ངམ་ཆེན་མོ་གང་ཟག་གཅིག་གིས་ཨ་ནི་ང་རང་ཚོ་གི་ད་རྒྱུ་ནོར་ལོངས་སྤྱོད་དངུལ་དཔེ་ཤག་ད་གང་ག་ག་གང་ཡོད་པ་དེ་ཐམས་ཅད། རེད་བ། འཕྲོག་མཁས་འགྲོ་བ། འཕྲོག་གམ་འཕྲོག་འཇུག་ཟེར་འདི་ལས་འཕྲོག་སྐད་ཆ་གཉིས་ཡོད་ཚིག་གཉིས་ཡོད་དེ། དང་པོ་དེ་ཁོ་རང་དངོས་སུ་འོངས་ནས་ང་ཚོ་ལ་དཔེ་བརྩིགས་བརྩིགས་རྗེས་བརྡུང་བཅོམ། དེ་ནས། དེ་འདྲས་རྗེས་ནས་ད་འཕྲོག་ཁོ་དངོས་སུ་ཁོ་རང་འཕྲོག་མཁས་འགྲོ་བ་ད་ན་འཕྲོག་འདུག་འཇུག་ཟེར་ནས་དེ་ནས་ཁོ་རིག་པའི་ཇུས་བཏགས་ནས་ད་མི་ག་ཤེད་རྒྱུད་ནས་རེད་བ། ད་ཅིག་དིང་རི་ཁ་ཚང་ད། སིའི་མང་པོ་འཁྲབ་པའི་ཡོ་ར་ག་ལེ་ག་ལེ་ལ་རྒྱུ་ནོར་ལོངས་སྤྱོད་ཐམས་ཅད་ཁོ་སྨོས། སོ་སོ་ཁོ་རང་གི་མིང་ལ་རྒྱུ་བྲོས་དེ་ནས་ཡོ་ར་འོ་འཕྲོག་གམ་འཕྲོག་ཏུ་འཇུག་ཏུ་ཟིན་ནས། དངོས་སུ་ཁོ་རང་འོངས་ནས་འཕྲོག་འགྲོ་བ་དང་ཡང་ན་རྒྱུ་ཡི་སྒོ་ནས་མི་ཡི་ད་ཇུས་བཏང་ནས་རིག་པ་བཏང་ནས་དེ་ནས། ག་ལེ་ག་ལེ་ལ་དེ་ང་རང་སོ་དངུལ་དཔེ་ཤ་རྒྱུ་ནོར་ལོངས་སྤྱོད་ཐམས་ཅད་དེ་ཁོ་རང་གི་ཁེར་འགྲོ་བར་རོ། ད་དེ་ནས་ཁེར་འགྲོ་མཁན་གྱི་མི་དེ་ལ་ད་ང་ཚོ་པས་ཁོ་འཛིན་ཤག་ཁོང་ཁྲོ་བསླངས། དེ་ནས་འདི་མི་དེ་ལ་ཕ་གནོད་པ་སྐྱལ་བྱེད་ཀྱི་རྗེས་ནས་འཇིག་གི་རེད་བས་ཟེར་ན་ད་འདི་བྱས་ཡོད་མ་རེད་ལར་ད། དེ་ནས་མེ་ལྕེ་བའི་ཚབ་ལ་ད་དུང་གར་བྱེད་བར་ཟེར་ན་ད་དུང་སོ་སོ་མཉམ་དུ་ལ་ཡོད་པའི་གི་ད་ཅིག། ལྷག་བསྡད་པའི་གི་དེ་ནོ་རྒྱུན་དུ་ལོངས་སྤྱོད་དངུལ་སྤེལ་ཤ་ད་དེ་རང་དུས་གསུམ་དུ་ད་དགེ་བ་ཡག་པོ་བསགས་བསྡད་པའི་གི་ད་དེ་ནས་ཐམས་ཅད་ཡང་གང་ཟག་ཁྲོ་མཁན་འདིས་གང་ཟག་དེ་ལ་ཕ་སྤྲད་བཞག་པ་རེད་འདིས་གང་ཟག་ཆེད་དུ་ཕ་བསྔོ་བ་བརྒྱབ་བཞག་པ་རེད་ལར་ད། ད་དེ་ནས་རྗེས་ཐུག་པའི་རེད་ང་རང་ཚོ། ད་དེ་བསྔོ་བ་བརྒྱབ་བཞག་ལ་དགོས་པའི་རྒྱུ་མཚན་གཙོ་བོ་དེ་ག་རེད་ཟེར་ན་དེ་འདྲའི་གི་ཁྲོ་མཁན་གང་ཟག་ཁོ་རང་ཡང་ད་ཁོ་ལ་རང་དབང་མེད་ལ་ད་ཁོ་ག་ལ་རང་དབང་མེད་རེད་ཟེར་ན་ཁོ་རང་དཔེ་མི་ཆེ་སྡུག་ཧམ་ཆེན་པོ་དཔེ་ཧམ་པ་ཆེན་པོ་དེ་ཡང་རྩ་བ་དེ་མ་རིག་པ། གཏི་མུག་སྨྲ་ཤེས་པར་བ Ignorance ལ་གྱུར་པ། དེ་ནས་གཉིས་པ་དེ། འདོད་ཆགས་ཆེ་འདོད་ཆགས་ཤུགས་ཆེན་པོ་ཟེར་ཏེ་དཔེ་ཞན་པ་ཆེན་པོ་ཧམ་པ་ཆེན་པོ་དེའི་དབང་དུ་ཁྱེར་སོང་རེད་ཁོ་རང་ལ་རང་དབང་མེད་རེད། ཟས་དང་འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་དག་རང་བཞིན་དེ་དབང་དུ་སོང་ནས་ཁོ་སྨྱོན་པ་འདྲ་བོ་མི་སྨྱོན་ཚར་རེད་འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་དག་ཆང་འདྲ་བོ་དེ་ཁོ་ལ། གཟུགས་ཡོང་དུས་ཁོ་སྨྱོས་པ་སྨྱོན་པ་འདྲ་བ་ཆགས་ཚར་ནས་དེ་ནས་ཇི་ནས་འཕྲོག་གེར་སོང་བ་རེད་དེ་ཟེར་བ་གང་ཟག་དེ་དག་ཁོ་མ་འོངས་པར་དུ་རུང་དམྱལ་བར་འགྲོ་གི་རེད་ད་ཁོ་དུ་རུང་འདི་སྡིག་པའི་སྟོབས་ཀྱིས་ད་ལས་མི་རྒྱ་བ་མང་པོ་ཤུགས་ཆུང་པོ་ཆགས་ཐུབ་སྙིང་རྗེ་ད་འདི་མི་དེ་དུ་རུང་ད་ཁོ་དམྱལ་བ་ལ་མ་འགྲོ་བར་ཤོག་ང་རང་གིས་ད་རྒྱུ་ནོར་ལོངས་སྤྱོད་འཕྲོག་པ་དེ་དག་འདི་འདྲ་བོ་གང་ཟག་ཁོ་རང་ལ་ཡག་པོ་ཅིག་ཕན་ཐོགས་ཐུབ་པར་ཤོག་ཡག་པོ་ཅིག་ཡོང་ཐུབ་པར་ཤོག་འདིས་མ་ཟད་པའི་ངའི་དུས་གསུམ་དུ་བསགས་པའི་དགེ་བ་ཐམས་ཅད་ཡང་གང་ཟག་འདིའི་ཐོག་ཏུ་ཡག་པོ་ཅིག་ཡོང་ཐུབ་པར་ཤོག། དེ་འདྲ་བཟོད་པ་དྲག་པོ་ཅིག་བསྒོམས་ར་ཁོག་གི་ཁྱོད་རང་གནོད་པ་བསྐྱལ་བའི་ཚབ་ལ་གནོད་ལན་མ་བྱེད་པར་བཟོད་པ་ཡག་པོ་བསྒོམ། བསྒོམ་ཚར་བའི་རྗེས་ལ་སྡོད་དང་སོ་སོའི་མཉམ་དུ་ཡོད་པ་དེ་བག་སྦྱིན་པ་བཏང་བཞག་བག་བསྔོ་བཞག། ད་སྡུག་ཅེས་ནས་ཉམས་ལེན་བྱེད་པ་དེ་ལ་ནི་རྒྱ་ཚད་སྦྱང་ཆུ་སེམས་དཔའ་རྣམས་ཀྱིས་ད་ལག་ལེན་ཆགས་ཀྱི་རེད། རྒྱ་ཚད་སྦྱང་ཆུ་སེམས་དཔའ་རྣམས་ཀྱིས་སྡུག་ཅེས་ནས་ཉམས་ལེན་བྱེད་ཀྱི་རེད། དེ་ནས་ཉམས་ལེན་བྱེད་ཐུབ་པ་དེ་རྒྱ་ཚད་སྦྱང་ཆུ་སེམས་དཔའ་རེད་བ། ད་ང་རང་ཚོ་འདི་བྱེད་ཐུབ་ཡ་ཁ་ལ་ཁག་པོ་རེད་ཡོང་གི་མ་རེད་ང་ད་ཡོང་ས་མ་རེད། ཁྱོད་རང་ཚོས་བྱེད་ཐུབ་པ་ནི་ང་བྱེད་སུ་ཡི་རང་ཕྱག་འཚལ་ཞུ་ཡོད་རེད་བ། ད། བློ་ལ་སྨོན་ཤང་བོད་ཀྱི་དག་ཉམས་ལེན་བྱང་གི་འདུག་ཅེས་བརྗོད་པ་དེ་ལ་བརྟེན་ནས་བྱང་ཆུབ་སེམས་དཔའ་ལབ་ཡེར་འདི་སྨྲས་ན་བྱང་ཆུབ་སེམས་བླ་དགོས་པའི་རྒྱུ་མཚན་ཡོད་མ་རང་རེད་བ། མ་གྱུར་བའི་སེམས་ཅན་ཐམས་ཅད་ནི་སྡུག་བསྔལ་ལས་བྲལ་བ་དང་དྲི་མ་གྱུར་བའི་སེམས་ཅན་ཐམས་ཅད་ལ་ཨ་ནི་ཕན་ཐོགས་རྗེས་ཀྱི་ཡིན་ཟེར་ལབ་པ་ཡིན་ན་འདི་ནི་སོ་སོའི་མཉམ་དུ་རྒྱུན་དུ་ལོངས་སྤྱོད་དེ་དག་ཁོ་ཚོ་ཁོ་ཁས་སྤྲོ་ན་དོན་ཡག་པོ་རེད་བ། དེ་རུ་ང་བཟོད་པ་དགོས་མེད་དགེ་བ་བསགས་ཀྱི་ཡོད་ར། བསོད་ནམས་བསགས་ཀྱི་ཡོད་ར་ཁོ་གི་གྲོགས་དེ་ལ་གནོད་མ་རྒྱབ་བ་བྱས་ན་ནི་བྱམས་པ་སྙིང་རྗེ་སྒོམ། བཟོད་པ་སྒོམ་པ་དེ་དགེ་བའི། འཕེལ་འགྲོ་གི་ཡོད་རེད་སོ་སོས་བྱས་ཙང་ཁོ་ལ་སྐྱབས་སུ་མཆི་ད་ང་བཟོད་པ་སྒོམ་པ་དགེ་བ་བསགས་པ་གི་དགེ་བའི་བཤེས་གཉེན་ཡིན་ད་ཁྱོད་ཁྱོད་མེད་ན་ང་བཟོད་པ་ཅི་སྒོམ་ད་ཁྱོད་མེད་ན་ང་ཨ་ནི་སྦྱིན་པ་བཏང་བས་ད་སེར་སྣ་དང་རྒྱུ་ནོར་ལོངས་སྤྱོད་དེ་དག་དང་གཞན་པ་ཅི་ནས་འཛིན་པ་ཅི་ནས་ཤུགས་ཆེན་པོ་ཟིན་གི་རེད་ཁྱོད་ཀྱི་ཁེ་སོང་ད་ང་ལ་གང་ཡང་མེད་ད་ང་དངོས་གནས་དྲང་ནས། ཁྱོད་རང་བྱེད་ཀྱི་ཡིན་ཟེར་ན་ད་ཅིག་དེ་ནས་ཡོང་གི་ཡོད་ཟེར་རེད་བ་ལགས་སོ་ཞུ་ཡོན་ཁྲ་ཤིས་ལེགས།